ཨོ་བཀྲ་ཤིས་བདེ་ལེགས། ཨ་ནི་ད་ང་ཚོས་འདི་ཡིག་སྒྱུར་ཆ་ཚང་གཅིག་ཚར་བའི་རྗེས་ནས་དེ་གོ་ད། འདི་ཡིན་ན་ང་ཚོ་གི་ཏི་སི་མ་ཞིག་ད་ངོ་སྤྲོད་གི་ཚུལ་དུ། ལམ་སྟོན་གི་ཚུལ་དུ་ཏི་སི་མ་ཞིག་སྒྱུར་མི་འདུག་ཡིན་ན་ད་ཆ་ཚང་ཁྱེད་རང་གི་ཆ་ཚང་སྒྱུར་ཚར་བའི་རྗེས་ནས། ད་ང་ཚོ་གི་ཡིག་ཆ་དེ་སོ་སོ་ལོག་ལེན་ནང་ཕབ་ལེན་བྱེད་དགོས་ཀྱི་ཡོད་རེད་བ། དེ་ཕབ་ལེན་ག་འདྲ་བྱེད་དགོས་རེད་ཟེར་ན། དེ་ནི་ཚང་མ་གྲུབ་ཚར་བའི་རྗེས་ནས་ཨ་ནི་ད་འདི། འདི་ནི་ཤུར་འདྲེན་གཟིག་རག་ཅིག་འདུག་ཨོ་ཏི་དགོས་ང་ཆུ་ནས་ན་ད་འདི་གི་ཤུར་འདྲེན་སྤྱི་སྟངས་གི་སྡེ་ཚན་རིགས་སྐ་དྲག་ཏུ་དགོས་ན་ཚང་མ་འདི་ན་ཡོད་རེད། ཨ་ནི་འདི་ཁྱེད་རང་གི། འདི་ཕ་ལན་གཅིག་ཡིན་པས། ཨ་ནི་ཡང་ན། གར་ལ་དགོས་རེད། སྔོན་མ་ཁྱེད་རང་གི་ཡིག་ཆ་མ་ཕྱི་གི་ཡིག་ཆ་བསྒྱུར་བཞག་གི་ཡིག་ཆ་དེ་ཕ་ལན་གཅིག་ཡིན་པས། ཡང་ན། ཨ་ནི་ལོ་ཙཱ་སྤྱི་སུ་ས་བོད་སྐད་རིགས་གཉིས་ཆ། བོད་སྐད་དང་རྒྱ་ཡིག་གཉིས་ཆ་མཉམ་དུ་ལེན་གི་ཡིན་པས། ཨ་ནི་ཡང་ན། ཨ་ནི་ཁྱེད་རང་གི་རྗེར་འཛིན་པ་གི་རྒྱ་ཡིག་གཅིག་པོ་དེ་ཕ་ལན་གཅིག་ཡིན་ཟེར་ཨོ་དེ་འདྲ་གི་ཁྱེད་རང་ལ་འདམ་ཁ་ཁ་ཤས་ཟིག་ཡོད་རེད། ཡིན་ན། འདིའི་སྐད་ཡིག་གཉིས་ཆ་མཉམ་དུ་ཡོད་ས་བོ་དེ་ཡིན་ན་ཨ་ནི་སྒོར་མོ་སྤྲད་དགོས་གི་རེད་དེ་ཕ་ལན་བྱེད་པ་ལ་སྒོར་མོ་དེ་ཚོ་མ་སྤྲད་ན་རེས་མེད་ཀི་ཐོག་ནས་ཕ་ལན་བྱེད་བཅུག་གི་ཡོད་མ་རེད་ཡིན་ན་ཡང་ང་ཚོ་གི་དགོས་བ་དེ་ཡིག་རྒྱུར་གཅིག་ཟིན་པ་དེ་རེད་བ་ཡིག་རྒྱུར་གཅིག་ཟིན་པ་དེ་འདི་ན་ཐད་ཀར་འདི་གང་ལགས་ཅིག་མནན་ན་འདི་འདྲ་ཞིག་དོན་གི་རེད་དེ་ནི་འདི་འདི་གང་ལགས་ཅིག་མནན་ན། ཐད་ཀར་ཕབ་ལེན་གྱིས་སོང་ཨ། འོ་འདི་རེད་འདི་ཕབ་ལེན་གྱིས་ཚར་སོང་བ་རེད་འདི་ཕབ་ལེན་གྱིས་ཚར་ནས་ད། དེ་ནས་འདི་དགོངས་ལ་བཅུག་ནས་ད། འདི། ཨོ་འདི་སྡེ་ཚན་འདི་གི་དགོངས་ལ་བཅུག་ནས་ན་ཁྱེད་རང་གི། ཡིག་ཆ་དེ་གློག་ཀླད་ཀྱི་ནང་ག་བར་ཕབ་ལེན་བྱས་ཡོད་ན་ཕབ་ལེན་ཅི་ཡོད་ས་གི་སྡེ་ཚན་དེ་ད་ག་རུང་སྟོན་ཡོང་དགོས་ར་དེ་ནས་ད་ཁྱེད་རང་གི། ཨ། སོ་སོ་གི་བསྐོར་སྐྱོད་བྱེད་ཆོག་གི་ར་མི་གཞན་ལ་སྤྲད་དགོས་ན་རང་གི་བེད་སྤྱོད་གཏོང་དགོས་ན་ཆོག་གི་ཡོད་རེད། ཨོ་དེ་ནས་ཕྱི་འབྲེལ་གྱི་སྡེ་ཚན་ཕྱི་འབྲེལ་བྱེད་སྟངས་ཀྱི་སྡེ་ཚན་ངོ་སྤྲོད་དེ་དེ་ཙམ་གྱིས་འགྲིག་པ་ཅིག་ཡིན་ཐུགས་རྗེ་ཆེ།